ད་ལྟ་དུས་ཚོད་བལྟས་ཟེར་གྱི་འདུག་ཨེ་ནི་དེའི་སྐབས་ལ། ད་འདི་ང་རང་ཚོ་དེ་རིང་སངས་རྒྱས་ཚེ་དབང་མེད་ཀྱི་ཉམས་ལེན་དང་ཟུང་འབྲེལ་ཡིན་པ་ཡིན་དུས། ཨེ་ནི་དེ་དང་རྗེས་སུ་འབྲེལ་བའི། མཁས་གྲུབ་རཱ་ག་ཨ་སིས་མཛད་པའི་རྣམ་དག་བདེ་ཆེན་ཞིང་གི་སྨོན་ལམ། ད་འདི་བདེ་ཆེན་ཞིང་གི་སྨོན་ལམ་འདི། དཔེ་གཙང་ཆེན་པོ་ཡག་པོ་ཞེ་པོ་ཅིག་ཡོད་རེད། ཨེ་ནི་འདི་ཁོ་རང་གི་ནང་ལས་གསུངས་འདུལ་བ། འདི་ནི་མདོ་ལུགས་ཡིན་པའི་ཕྱིར། འདི་ཉིད་ཨོམ་ཨ་མི་འདའ་བ་ཧྲི་གསུང་རིག། འདི་ཉིད་ཆགས་མེད་ཐུགས་དམ་རྫོགས། ལག་པ་རྣ་ཡང་སྦས་ནས་བྲིས། མང་པོ་འགགས་ལ་ཨེ་ཕན་བསམ། དཔེ་བཅུ་འདུས་མི་གདགས་ན་གཡོར། འདི་ལས་ཕན་ཡོན་ཆེ་བ་མེད། འདི་བས་ཟབ་བའི་དྭངས་མ་མེད། ང་ཡི་ཆོས་ཀྱི་རྩ་བ་ཡིན། རང་དགར་མ་གྱུར་ཉམས་ལེན་འབུངས། འདི་ནི་མདོ་ལུགས་ཡིན་པའི་ཕྱིར། ལུང་མ་ཐོབ་ཀྱང་འདོན་ནི་རུང། འོ་ད་འདི་ལུང་མ་ཐོབ་ནས་འདོན་རུང་གི་རེད་གསུངས་པ་རེད། ད་ཡིན་ནའི་ད་ལྟ་ངས་འདི། ལུང་གཅིག་ཐོབ་ཡག་རེད་ག་རེད་ཟེར་ན། སྙེ་མ་ངའི་རྒན་ལགས་ཤག་ངས་འདི་དགེ་རྒན་དམ་པ་དེས། རྟག་པར་རེ་ཞིག་འདི་གསུངས་གི་རེད་དེ་དུས་ངའི་ཨམ་ཆོས་གོ་དེ་ཡོད་རེད་ལུང་གཅིག་ཡོད་རེད། དེ་ཡིན་དུས་འདི་གཅིག་འདོན་ན་དཔེ་ན་ཡག་པོ་རེད་འདིའི་སྨོན་ལམ་འདི་ད་ང་རང་ཚོ་སངས་རྒྱས་ཚེ་དཔག་མེད། ནམ་རྒྱུན་ངས་ཅིག་ཆོས་གྲོགས་ཁ་ཤས་ལ། སྐུ་རྩེད་འདྲི་བ་ཞུས་ནས་ཞུ་གི་ཡོད། ད་ང་རང་ཚོ་མི་སེར་ངན་དེ་ལ་གསོན་པོར་གནས་པའི་སྐབས་ལ་ཡང་ཚེ་དེ་གལ་ཆེན་པོ་རེད། ཚེ་རིང་པོ་དགོས་ཡ་དེ་གལ་ཆེན་པོ་རེད་དེ་ཡིན་དུས་འཚེ་བ་མེད་ཀྱི་ཉམས་ལེན་དེ་བྱེད་དགོས་ཀྱི་རེད། ཨ་ནི་ང་རང་ཚོ་མཐར་ནི་ཐམས་ཅད་འདུས་བྱས་མི་རྟག་པ་རེད། ང་རང་ཚོ་རང་བཞིན་ཐམས་ཅད་ད་འཆི་བ་ལས་མ་འདས་པ་རེད་འཆི་ཡ་རེད། དེ་འཆི་དུས་ཙང་ནས་ཨ་ནི་ཞིང་ཁམས་ཀྱི་ནང་ནས་ཅིག་སྐྱེ་གནས་ཁྱད་པར་ཅན་དག་ཅིག་སྨོན་ལམ་བཏབ་ན། དེ་སྐྱེ་ཐུབ་པ་དང་སངས་རྒྱས་འཚོ་བ་མི་ཡིད་ལ་དྲན། སངས་རྒྱས་འོ་བ་མི་ཡིད་ལ་དྲན་པ་ཡིན་ན། དེའི་ཞིང་དེ་ལ་སྐྱེ་ཐུབ་ཡག་དེ། བདེ་བ་ཅན་གྱི་ཞིང་ཁམས་ཟེར་མཁན་དེ། ཞིང་གི་ཁྱད་པར་དུ་འཕགས་པ་ཅིག་རེད་འདུག་ག། སྤྱིར་གྱི་བདེ་བ་ཅན་གྱི་ཞིང་གི་ཡོན་ཏན་གྱི་དགོས་པ་སྟེ། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ལྟ། འོ་བ་མེད་ཀྱི་ད་ལྟ་ཞིང་གི་དགོས་པའི་མདོ་འདི་གསུངས་ཀྱི་འདུག་ག། འོ་བ་མེད་ཀྱི་ཞིང་གི་ཡོན་ཏན་དགོས་པའི་མདོ་གསུངས་ཡོད་ཀྱི། དེའི་ནང་ལ་པེ་ཐེ་ནི་བསམ་གྱིས་མི་ཁྱབ་པ་གསུངས་ཡོད་རེད་བ། དེ་འདྲའི་ཡིན་དུས་ལྟ་འདི། སྨོན་ལམ་འདི་ངས་མ་ཅིག་འདོན་གི་ཡིན། ཨ་ནི་འདི་སྙམ་དུ་ཐམས་ཅད་ཀྱིས་དེ་ནི་འདི་སྨོན་ལམ་འདི་ནང་ལ་པེ་ཡག་པོ་ཡོད་རེད། འདིའི་ནང་ལ་པེ། ཐམས་ཅད་ཆ་ཚང་པོ། ཨེ་ནི་ང་རང་ཚོ་སྡིག་པ་བཤགས་ཡག་ཚོགས་བསགས་ཡག་ཨེ་ནི་དགེ་བ་བསྒྲུབ་ཡག་གང་ཅིའི་ཐོག་ལ་ཡིན་ནའི་པེ་ན་ཡན་ལག་བདུན་པ་དང་རྗེས་སུ་འབྲེལ་ནས་གསུངས་ཡོད་དུས་ས་ནི་པེ་ཡག་པོ་ཅིག་ཡོད་རེད་ཨེ་ནི་འདི་མ་ཅིག་ལོས་ཀྱི་ཡིན་དེ་ནི། ཨེ་མ་ཧོ་འདི་ནས་ཉི་མ་ནུབ་ཀྱི་ཕྱོགས་རོལ་ན་གྲངས་མེད་འཇིག་རྟེན་མང་པོ་ཕ་རོལ་ན་ཅུང་ཟད་དེང་དུ་འཕགས་པའི་གཡུལ་ས་ན་རྣམ་པར་དག་པའི་ཞིང་ཁམས་བདེ་བ་ཅན་དག་གི་ཆུ་བུར་མིག་གིས་མ་མཐོང་ཡང་རང་གསུམ་གསལ་བའི་ཡིད་ལ་ལམ་མེར་གསལ་དེ་ན་བཅོམ་ལྡན་རྒྱལ་བ་འོད་དཔག་མེད་པདྨ་རཱ་གའི་མདོག་ཅན་གསེར་འོད་ཞུའི་འབར་དབུ་ལ་གཙུག་ཏོར་ཞབས་ལ་འཁོར་ལོ་སོགས་མཚན་བཟང་སོ་གཉིས་པད་ཕྱིའི་དགེ་བཅུ་དྲིལ་ཞལ་གཅིག་ཕྱག་གཉིས་མཉམ་གཞག་ལྷུང་བཟེད་མཛད་ཆོས་ཀུན་རྣམ་གསུམ་སོ་བཞིན་སྐྱིལ་ཀྲུང་གིས། པདྨ་གདུང་འདེགས་ཟླ་བའི་གདན་སྟེང་དུ་བྱང་ཆུབ་སྤྱན་ལ་སྐུ་རྒྱབ་བསྟན་མཛད་དེ་ཐུགས་རྗེ་ཅན་གྱིས་རྒྱང་ནས་བལྟ་ལ་གཟིགས་གཡས་སུ་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་སྐུ་མདོག་དཀར་པོ་ཕྱག་གཡོན་པད་དཀར་མཛེས། གཡོན་དུ་བྱང་ཆུབ་སེམས་དཔའ་ཐོད་ཆེན་མདོག་སྔོན་པོ་རྡོ་རྗེས་མཚན་པའི་པདྨ་ཡང་གཡས་གཉིས་རྒྱབ་ཅིང་ཕྱག་བཞག་བདག་ལ་གཏད། གཙོ་བོ་གསུམ་པོ་རིགས་བརྒྱའི་ལྷུན་པོ་གཞན་ལྷ་ལྔའི་གནས་ནས་ལྷམ་རེ་བྱུགས་པའི་སྒོར་བྱང་ཆུབ་སེམས་དཔའི་དགེ་སློང་བྱེ་བ་འབུམ་ཀུན་ཀྱང་མཚན་རྡོར་མཚན་དར་སྦལ་གྱིས་བརྒྱན་ཆོས་གོས་རྣམས་གསུང་གསོལ་ཅིང་གསེར་ལྡན་མེ། མུ་གུའི་ཕྱག་ལ་ཉེ་རིང་སྐྱེ་མེད་ཅེར་བདག་གི་སྒོ་གསུམ་བསྐུལ་བའི་ཕྱག་འཚལ་ལོ། བཅུ་དགུ་སྣང་བ་མཐའ་ཡས་རིགས་ཀྱི་བདག། ཕྱག་གཡས་འོད་ཟེར་ལས་གྲུབ་སྤྱན་རས་གཟིགས། ཡང་གྲུབ་སྤྱན་རས་གཟིགས་དབང་བྱེ་བ་བརྒྱ། ཕྱག་གཡོན་འོད་ཟེར་ལས་གྲུབ་གྲོ་མ་འདེགས། ཡང་གྲུབ་གྲོ་མ་བྱེ་བ་ཕྲག་བརྒྱ་འགྱེད། ཐུགས་ཀྱི་འོད་ཟེར་ལས་གྲུབ་པད་མ་འབྱུང། ཡང་སྤྲུལ་སྐུ་རྒྱན་བྱེ་བ་ཕྲག་བརྒྱ་བརྒྱའི་བཅུ་དགུ་བ་མེ་ལ་ཕྱག་འཚལ་ལོ། སངས་རྒྱས་སྤྱན་གྱི་གཉེར་མཛད་དུས་དྲུག་ཏུ་སེམས་ཅན་ཀུན་ལ་བརྩེ་བས་རྟག་ཏུ་གཟིགས། སེམས་ཅན་ཀུན་གྱི་ཡིད་ལ་གང་དྲན་པའི་རྣམ་རྟོག་གང་གྱུར་རྟག་ཏུ་ཐུགས་ཀྱིས་བརྒྱན། སེམས་ཅན་ཀུན་གྱི་ངག་ཏུ་གང་སྨྲས་ཚིག་རྟག་ཏུ་མ་འདྲེས་སོ་སོར་སྙན་ལ་གསན་ཀུན་གྱི་དབུ་བ་མེ་ལ་ཕྱག་འཚལ་ལོ། མཆོད་པ་མཚམས་མེད་བྱས་པ་མ་གཏོགས་པ་ཀྱེ་ལ་བདེ་བྱེད་སྨོན་ལམ་བཏབ་ཚེ་ཀུན་བདེ་བ་ཅན་འདིར་སྐྱེ་བའི་སྨོན་ལམ་འགྲོ་བར་དུ་བྱོན་ནས་ཞིང་འདིར་འདྲེན་པར་གསུང་དྲན་པ་འོ་བ་མེད་ལ་ཕྱག་འཚལ་ལོ། ཁྱེད་ཀྱི་སྐུ་ཚེ་བསྐལ་བ་གྲངས་མེད་དུ་མྱ་ངན་སྨན་དང་ད་ལྟ་མངོན་སུམ་ཞུགས་ཁྱེད་ལ་རྩེ་གཅིག་གུས་པས་གསོལ་བཏབ་ན་ལས་ཀྱི་རྣམ་པར་སྨིན་པ་མ་གཏོགས་པའི་ཚེ་ཟད་པ་ཡང་ལོ་བརྒྱ་ཐུབ་པ་དང། དུས་མིན་སྐྱེ་བ་མ་ལུས་བཟློག་པར་གསུངས་མགོན་པོ་འཚལ་བ་མེད་ལ་ཕྱག་འཚལ་ལོ། སྟོང་གསུམ་འཇིག་རྟེན་རབ་འབྱོར་གྲངས་མེད་པ་རིན་ཆེན་བདུན་བཀང། རིན་ཆེན་གྱིས་ཀྱང་བྱིན་པ་བྱིན་པ་བས་འོ་བ་རྨིས་པའི་མཚན་དང་ལྟེ་བ་ཅན་ཐོན་ནས་དེ་བས་ཐལ་མོ་ལྕགས་ཅན་ན་དེ་ནས་བདེ་བའི་བསོད་ནམས་ཆེ་བར་གསུངས་དེ་ཕྱིར་འོ་བ་རྨིས་ལ་གུས་ཕྱག་འཚལ། གང་ཞིག་འོ་བ་རྨིས་པའི་མཚན་ཐོས་ནས་ཁ་ཞེ་མེད་པར་སྙིང་ཁོང་རུས་པའི་སྟེང་ལན་གཅིག་བརྩམས་ཤིང་ལྟེ་བར་བསྐྱིལ་པ་ན་དེ་ནས་བྱང་ཆུབ་ལམ་ནས་ཕྱིར་མི་ལྡོག། མགོན་པོ་འོག་མིན་ལ་ཕྱག་འཚལ་ལོ། སངས་རྒྱས་འོག་མིན་པའི་མཚན་དོན་ནི་དེ་ནི་བྱང་ཆུབ་སྙིང་པོ་མ་གཏོགས་པར་བུད་མེད་མེད་ཀྱི་རིགས་ནི་གསང་པོར་གྱི་ཚེ་རབས་ཀུན་ཏུ་ཚུལ་ཁྲིམས་རྣམ་དག་འགྱུར། དེ་བཞིན་འོག་མིན་ལ་ཕྱག་འཚལ་ལོ། བདག་གི་ལུས་དང་ལོངས་སྤྱོད་སྐལ་བཟང་ཅན་དངོས་སུ་འབྱོར་བའི་མཆོད་པ་གཅིག་བྱིན་པ་ཡིད་སྤྲོས་བཀྲ་ཤིས་རྩལ་དང་རིན་ཆེན་དོན་དུ་ནི་སྤྲོ་བ་སྟོང་གསུམ་འཇིག་རྟེན་གྱི་ནི་ཤེས་རིག་རབ་སྙིང་དང་བཅས་བ་བརྒྱ་ལྷ་ཀླུ་མི་ཡི་ལོངས་སྤྱོད་ཐམས་ཅད་ཀུན་བློ་ཡིས་བླངས་ཏེ་ཨོ་བ་མི་ལ་འབུལ་བདག་ལ་ཕན་ཕྱིར་ཐུགས་རྗེའི་སྟོབས་ཀྱིས་ཤིག། ཕ་མས་ཐོག་དྲངས་དར་སྲོང་འགྲོ་ཀུན་གྱི་ཐོག་མར་སྨིན་བའི་དུས་ནས་ད་ལྟའི་བར་སྲོག་གཅིག་མ་བྱིན་ལེན་དང་མི་ཚངས་སྤྱོད། ལུས་ཀྱི་མི་དགེ་གསུམ་པོ་ཐུགས་བློ་བཤགས་བཙུན་དང་ཕྲ་མ་ཚིག་གསུམ་ངག་སྐྱེ་བ་ངག་གི་མི་དགེ་བཞི་པོ་ཐུགས་བློ་བཤགས་རྣམ་གསུམ་ནུབ་གསུམ་ལོག་པར་ལྟ་བ་དང་ཡིད་ཀྱི་མི་དགེ་གསུམ་པོ་ཐུགས་ལ་བཞག་ཕ་མ་སློབ་དཔོན་དགྲ་བཅོམ་བསད་པ་དང་རྒྱལ་བའི་སྐུ་ལ་ངན་སེམས་སྐྱེས་པ་དང། མཚམས་མི་ལྔ་ཡི་ལས་བསགས་ཐུགས་ལ་བཞག་དགེ་སློང་གིས་ཚུལ་བསད་དང་བཙུན་མ་ཕབ་སྐུ་གཟུགས་མཆོད་རྟེན་ལྷ་ཁང་བཤིག་ལ་སོགས། ཉེ་བའི་མཚམས་མི་སྡིག་ཅན་ཐུགས་ལ་བཞག་དཀོན་མཆོག་ལྷ་ཁང་གསོ་རབ་བསྟན་སྲུང་སོགས་སྤང་བྱའི་ཚེ་གཙོ་བོ་སྣ་གསུམ་ལ་སོགས་པ་མཆོད་པ་ལས་ངན་བསགས་པ་ཐུགས་ལ་བཞག། ཁམས་གསུམ་སེམས་ཅན་གསོད་ལས་སྡིག་ཆེ་བ་བྱང་ཆུབ་སེམས་དཔའ་རྣམས་ལ་བསྐུར་བ་དང་ཐུན་མིན་སྡིག་ཅན་བསགས་པ་ཐུགས་ལོང་བཤགས་དགེ་བའི་ཕན་ཡོན་སྡིག་པའི་ཉེས་དམིགས་དང། དམྱལ་བའི་སྡུག་བསྔལ་ཚེ་ཚད་ལ་སོགས་པ་ཐོས་ཀྱང་མི་བདེ་བཤད་ཚུལ་ཡིན་བསམ་པ་ཚད་མེད་མངའ་བས་ཐུབ་པའི་ལས་ངན་པ་ཐར་མེད་ལས་ངན་བསགས་པ་ཐུགས་ལོང་བཤགས། ཕམ་པ་བཞི་དང་ལྷག་མ་བཅུ་གསུམ་དང་སྤང་ཐུན་སོར་བཤགས་ཉེས་བྱས་ཏེ་ཚེ་ལྔ་སོ་ཐར་ཚུལ་ཁྲིམས་འཆལ་བ་ཐུགས་ལོང་བཤགས། ནག་པོའི་ཆུ་བཞིན་ལྟུང་བ་ལྔ་ལྔ་བསྐྱེད་བྱང་སེམས་བསླབ་པ་ཉམས་པར་མཐོལ་ལོ་བཤགས་རྩ་ལྟུང་བཅུ་བཞི་ཡན་ལག་བོང་བུ་བསྐྱེད་གསང་སྔགས་དམ་ཚིག་ཉམས་པར་མཐོལ་ལོ་བཤགས། སྡོམ་པ་མ་ཞུ་མི་དགེའི་ལས་བྱེད་པ་མི་གཙང་བཅུ་དང་ཆང་འཐུང་ལ་སོགས་པ་རང་བཞིན་ཁ་ན་མ་ཐོས་སྡིག་པ་དེ་སྡིག་པ་སྡིག་ཏུ་མ་བྱེད་མཐོལ་ལོ་བཤགས། སྐྱབས་སྡོམ་དབང་བསྐུར་ལ་སོགས་ཐོབ་ན་ཡང་དེ་ཡིས་སྡོམ་པ་དམ་ཚིག་སྲུང་མ་ཞེས་བྱ་བའི་ལྟུང་བ་འཕགས་པ་མཐོལ་ལོ་བཤགས། འགྱོད་པ་མེད་ན་ཤག་པས་མི་འདག་པས་མངར་ཆའི་སྡིག་པ་ཁོང་དུ་དུག་སོང་ལྟར་ངོ་ཚ་འཇིགས་སྐྲག་འགྱོད་པ་ཆེན་པོས་བཤགས། ཕྱིན་ཆད་སྟོང་གསུམ་སྨོན་ན་མི་འདག་པས་ཕྱིན་ཆད་སྲོག་ལ་བབ་ཀྱང་མི་དགེ་ལས་ད་ནི་མི་བགྱིད་སེམས་ལ་དམ་བཅའ་བཟུང་དེ་བཞིན་འོག་བར་དམིགས་པ་གསལ་བྱེད་ཀྱིས། བདག་རྒྱུད་ཡོངས་སུ་དག་པར་བྱིན་གྱིས་རློབས་བཞིན་གྱི་རྒྱལ་བ་ཆེ་བ་ཐོས་པའི་ཚེ་དེ་ལ་ཕྲག་དོག་མི་བགྱིད་སེམས་དཔའ་ནི། སྙིང་ནས་དགའ་བའི་རྗེས་སུ་ཡི་རང་ན་དེ་ཡི་བསོད་ནམས་མཉམ་དུ་ཐོབ་པར་བཟུང་དེ་ཕྱིར་འཕགས་པ་རྣམས་དང་སོ་སྐྱེ་ཡིས། རྒྱལ་བ་གང་འགྲོ་ཀུན་ལ་ཡི་རང་ངོ། བླ་མེད་བྱ་སྤྱོད་མཆོག་ཏུ་སེམས་བསྐྱེད་ནས། འགྲོ་དང་རྒྱ་ཆེན་མཛད་ལ་ཡི་རང་ངོ། མི་དགེ་བཅུ་པོ་སྤངས་པ་དགེ་བ་བཅུ། གཞན་གྱི་སྲོག་སྐྱབས་སྦྱིན་པ་གཏོང་བ་དང། སྡོམ་པ་བསྲུང་ཞིང་བདེན་པར་སྨྲ་བ་དང། ཁོང་པར་འདོམས་དང་ཞི་དུལ་དྲང་པོར་སྨྲ། དོན་དང་ལྡན་པའི་གཏམ་བརྗོད་འདོད་པ་ཆུང། བྱམས་དང་སྙིང་རྗེ་སྒོམ་ཆེན་ཆོས་ལ་སྦྱོར། རྒྱལ་བ་དེ་རྣམས་ཀུན་ལ་ཡི་རང་ངོ། ཆོས་ཀྱི་འཇིག་རྟེན་རང་བྱུང་ཐམས་ཅད་ན་རྫོགས་པའི་རྫོགས་སངས་རྒྱས་ནི་རིང་པོར་མ་ལོངས་པ་དེ་དག་རྣམས་ལ་ཆོས་ཀྱི་འཁོར་ལོ་ནི་རྒྱ་ཆེན་མྱུར་དུ་བསྐོར་བ་དག་གིས་བསྐུལ། དངོས་ཆེན་ཐུགས་ཀྱི་དེ་དང་མཁྱེན་པར་གསོལ་སངས་རྒྱས་ཆགས་གསུམ་ཏིང་འཛིན་སྐྱེ་བའི་ཞིང་མྱ་ངན་འདའ་བར་ཤིས་ཀུན་དེ་དག་ལ་མྱ་ངན་མི་འདའ་ཞུ་བར་གསོལ་བ་འདི་དེ་གསུང་དག་གིས་དུས་གསུམ་སྐལ་བ་རྣམས་འགྲོ་བ་སེམས་ཅན་ཀུན་གྱི་དོན་དུ་ངོ་ཀུན་ཀྱང་བླ་མེད་བྱང་ཆུབ་མྱུར་ཐོབ་ནས། ཁམས་གསུམ་བསྐོར་བ་དོང་ནས་སྤྲོ་གྱུར་ཅིག་འདི་ཡི་རྒྱལ་བ་བདག་ལ་མྱུར་མིན་གནས་ཚོད་འདིར་ཐུན་མིན་ཆེ་བ་བཅོ་བརྒྱད་བཞི། ནད་མེད་ལང་ཚོ་སྐྱེ་བའི་ལུས་དུམ་བདེ་དཔལ་འབྱོར་འཛད་མེད་དབྱར་གྱི་གངས་དཀར་ལྟར་དུས་དྲན་ཚ་བ་མེ་ལྕེ་དམ་ཆོས་ཆུ་བསམ་པའི་དོན་ཀུན་ཆོས་ལྡན་ཡིད་བཞིན་འགྲུབ། བསྟན་དང་འགྲོ་ལ་ཕན་ཐོགས་རྒྱ་ཆེན་འགྲུབ་མི་ལུས་དོན་དང་ལྡན་པར་འགྲུབ་པར་ཞུ་བདག་དང་བདག་ལ་འབྲེལ་ཐོགས་ཀུན་འདི་ནས་ཚ་བུ་ཁྱུར་མ་དང། སྤྲུལ་པའི་སངས་རྒྱས་འོག་མ་མེའི་ཀེང་རུས་གྱེན་དུ་འཁོར་བཞིའི་སྒོ་རུ་མདུན་དུ་མངོན་སུམ་བྱོན་པར་བྱུང་དེ་མཐོང་ཡིད་དགའ་སྣང་བ་སྐྱེས་ཤི་བའི་སྡུག་བསྔལ་མེད་པར་བཞུགས་བྱང་ཆུབ་སེམས་དཔའ་ཆེ་བརྒྱད་ནི། རྫུ་འཕྲུལ་སྟོབས་ཀྱིས་ནང་པར་བྱོན་བདེ་བ་ཅན་དུ་འགྲོ་བ་ཡི་ལམ་མཐོང་ལམ་སྣ་འདྲེན་པར་བྱོན་ངན་སོང་སྡུག་བསྔལ་སོགས་ལ་མིན་ལྷ་མིན་བདེ་སྐྱིད་མི་དང་འགྱུར། དེ་ལ་དྲག་གསུམ་སྐྱེ་བར་བྱོན་ཐོག་མ་མེ་ནས་ད་ལྟའི་བར་འཁོར་བ་འདི་ལ་ཡུན་རིང་རུང་དེ་ལ་སྐྱེ་བ་སྐྱེ་བར་བྱོན་འདི་ནས་མི་རུ་སྐྱེ་ཆོག་ཀྱང། སྐྱེ་རྒ་ན་འཆིའི་གྲངས་མི་མྱོང་སྡུག་བསྔལ་སྙིགས་མ་བར་ཆད་མ་མི་དང་ལྷ་ཡི་སྡིག་བྱིན་ཏེ་དུག་དང་འདྲེས་པའི་ཟས་བཞིན་དུ་འདུ་བ་སྤུ་ཙོམ་མིད་པར་ཞུགས། ཉེ་དུའི་ཟས་ནོར་མཐུན་གྲོགས་རྣམས་མི་རྟག་སྒྱུ་མ་རྨི་ལམ་བཞིན་ཆགས་ཤིང་སྤུ་ཙོམ་མིད་པར་ཞུགས་ས་ཆ་ཡུལ་རིག་ཁང་ཁྱིམ་ན་རྨི་ལམ་ཡུལ་གྱི་ཁང་ཁྱིམ་ལྟར་བདེན་པར་མ་གྲུབ་ཤེས་པར་ཞུགས་མཐའ་མི་འཁོར་བའི་རྒྱ་མཚོ་ལས་ཉེས་ཅན་ཙོང་ལས་ཐར་བ་བཞིན་བདེ་བ་ཅན་གྱི་ཞིང་ཁམས་སུ། ཅི་སྟེ་མེད་པར་འདོད་པར་གྱུར་པའི་ཆ་རྐྱེན་བྲལ་བ་ཀུན་བཅད་ནས་བྱ་རྒོད་སྙིང་ལས་ཐར་བ་བཞིན་ནུབ་ཀྱི་ཕྱོགས་ཀྱི་ནང་པ་ལ་འཇིག་རྟེན་ཁམས་ནས་གྲངས་མེད་པ་སྐད་ཅིག་ཡུན་ལ་བགྲོད་བྱས་ནས་བདེ་བ་ཅན་དུ་ཕྱིན་པར་བྱུང་དེ་རུ་སངས་རྒྱས་འོད་དཔག་མེད་མངོན་སུམ་བྱུང་བའི་ཞལ་མཐོང་ནས་སྒྲིབ་པ་ཐམས་ཅད་དག་པར་བྱུང་སྐྱེ་གནས་བཞི་ཡི་མཆོག་གྱུར་པ་མེ་ཏོག་པད་མའི་སྙིང་པོ་ལ་བརྫུས་ཏེ་སྐྱེ་བ་ལེན་པར་བྱུང་སྐད་ཅིག་ཉིད་ལ་ལུས་རྫོགས་ནས། མཚན་དཔེ་བསྟན་པའི་ལུས་སྟོབས་ཤོར་མེད་ཀྱི་དོགས་པའི་ཐེ་ཚོམ་གྱིས་ལོ་གྲངས་ལྔ་བརྒྱའི་བར་དོ་དུ་ན་དར་དད་ཀྱི་ལོངས་སྤྱོད་འདི་སངས་རྒྱས་གསུང་ནས་ཐོས་ན་ཡང། མེ་ཏོག་ཁ་ནི་མི་བྱེད་པས་སངས་རྒྱས་ཤན་འབྱེད་ཆེ་བས་ཀྱང་དེ་འདྲ་དག་ལ་མི་འབྱུང་ཤོག་སྐྱེས་མ་ཐག་ཏུ་མེ་ཏོག་ཆེ་བ་མེད་པའི་ཤེལ་སྟོང་ཤོག་བསོད་ནམས་སྟོབས་དང་རྫུ་འཕྲུལ་གྱིས་ལག་པའི་ཐད་ནས་མཆོད་པའི་དྲན་ས་མི་སྐྱ་བར་སྤྲོད་བྱས་ནས་སངས་རྒྱས་འཁོར་བཅས་མཆོད་པར་ཤོག། དེ་ཚེ་དེ་བཞིན་གཤེགས་པ་དེའི་ཕྱག་གཡས་བརྐྱང་ནས་མགོ་ལ་བཞག་བྱང་ཆུབ་ལུང་བསྟན་ཐོབ་པར་ཞུ་ཟབ་དང་རྒྱ་ཆེའི་ཆོས་ཐོས་ནས་རང་རྒྱུད་སྨིན་ཅིང་གྲོལ་བར་ཞུ། སྤྱན་རས་གཟིགས་དང་མཐུ་ཆེན་མདོ་བོ་རྒྱལ་མཚན་ཐུ་བོ་རྣམ་གཉིས་ཀྱིས་བྱིན་གྱིས་བརླབས་ཀྱིས་འཇིགས་གསུམ་ཆོས་ཉིད་རིག་བྱེད་མདོ་ཆོས་བརྒྱུད་ཀྱི་སངས་རྒྱས་བྱང་སེམས་དཔག་མེད་ལ། དཔག་མེད་པ་མཆོད་པ་དང་ཞིང་འདིར་ལྟ་ཅིར་བྱོན་པའི་ཚེ་དེ་དག་ཀུན་ལ་བསྙེན་བཀུར་ཞིང་ཆོས་ཀྱི་དུས་ཚོད་ཐོབ་པར་ཞུ། རྫུ་འཕྲུལ་ཐོགས་པ་མིན་པ་ཡིན་སྔོན་དགེ་བཤེས་དང་དཔལ་ལྡན་ཞིང་ལས་རབ་རྫོགས་དང་སྟུག་པོ་དགུ་སྔ་དྲོ་དེ་དག་རྣམས་སུ་འགྲོ་མི་རྒྱུད་རིན་ཆུང་ཐོན་ཡུལ་དྲུག་རྣམ་སྣང་ལགས་སོ་སངས་རྒྱས་ལ་དབང་དང་བྱིན་རླབས་སྟོང་པར་ཞུ་མཆོད་པ་དུ་མས་མཆོད་བྱས་ན་དགོང་མོ་དེ་ཨ་ཅེ་ཉིད་དུ་བཀའ་ཚུལ་སྨིན་པ་ལེགས་པར་བྱུང་པོ་བྲག་ལ་དང་ལྕགས་ལུང་ཅན། རྔ་ཡབ་གླིང་དང་ཨུ་རྒྱན་ཡུལ་སྤྲུལ་སྐུར་བཞེངས་སྐུ་བྱེ་བ་བརྒྱ་སྤྱན་རས་གཟིགས་དང་སྒྲོལ་མ་དང་ཕྱག་རྡོར་པད་འབྱུང་བྱེ་བ་བརྒྱ། རྒྱས་ཤིང་མཆོད་པ་རྒྱ་མཚོ་བྱོན་དབང་དང་བཏང་བ་བཟང་མོ་བྱོན་མྱུར་དུ་རང་གནས་དད་ཅན་ཞིང་ཐོགས་པ་མེད་པ་ཆེན་པོར་བྱོན་བཅུད་ཀྱི་ཉེ་འདུ་གྲགས་ལུགས་སོགས། ལྷ་ཡི་མིག་གིས་གསལ་བར་སྟོན་གསུང་ཆུབ་ཅན་གྱི་སློབ་བྱེད་ཅན་གཅིག་ཏུ་ཞིང་ལྟར་འཁྲིད་པར་བྱོན་སྐལ་བཟང་འདི་ཡི་སྐལ་བའི་ཡོན། བདེ་བ་ཅན་གྱི་ཞག་གཅིག་སྟེ་སྐལ་བ་གྲངས་མེད་ཆེ་བ་མེད་རྟག་ཏུ་ཞིང་འདི་འཛིན་པར་ཤོག་བྱམས་པ་གནས་གསུམ་མོས་པའི་བར། སྐལ་བཟང་འདི་ཡིས་སངས་རྒྱས་རྣམས་འཇིག་རྟེན་འདི་ན་ནམ་བྱོན་ཚེ་དུད་འགྲོའི་སྟོབས་ཀྱིས་འདིར་འོངས་ནས་སངས་རྒྱས་ཆོས་ཀྱི་དམ་ཆོས་ཉིད། སླར་ཡང་དེ་བཞིན་ཞིང་ཁམས་སུ་ཐོགས་པ་མེད་པར་འགྲོ་བར་གྱུར་སངས་རྒྱས་བྱེ་བ་ཁྲག་ཁྲིག་བརྒྱ་སྟོང་ཕྲག་བརྒྱད་ཅུ་རྩ་གཅིག་སངས་རྒྱས་ཞིང་ཀུན་གྱི་ཡོན་ཏན་བཀོད་པ་ཐམས་ཅད་གཅིག་སྟོང་པ་ཞིང་ཁམས་ཀུན་ལས་ཁྱད་པར་བླ་ན་མེད་བདེ་བ་ཅན་གྱི་ཞིང་དེར་སྐྱེ་བར་ཞུགས་རིན་ཆེན་ས་གཞི་ཁོད་སྙོམས་ལག་མཐིལ་ལྟར་ཡངས་ཤིང་རྒྱ་ཆེ་གསལ་ཞིང་འོད་ཟེར་འབར་གནས་ན་ནེམ་ཞིང་སྟེང་ན་འབར་ཞེས་པ་དལ་འཇོམས་ཡངས་པའི་ཞིང་དེར་སྐྱེ་བར་ཞུགས་རིན་ཆེན་ཐོད་དམར་ལས་གྲུབ་དཔག་བསམ་ཤིང

ཡང་རྩེ་ཆེན་པོའི་ཤིང་རྟར་སྐྱེ་བར་ཤོག་མེ་སྒོམ་བརྒྱད་དང་ངན་སོང་དགྲ་མེད་དགྲ་ཉོན་མོངས་སྟོང་སྔགས་དུག་གསུམ་ནད་དང་དུག་དགྲ་དང་དབུལ་ཕོངས་འཐབ་རྩོད་ལ་སོགས་པ་སྡུག་བསྔལ་ཐམས་ཅད་ཤིང་རྟར་ཐོས་མ་མྱོང་བདེ་བ་ཆེན་པོའི་ཤིང་རྟར་སྐྱེ་བར་ཤོག་བུད་མེད་མེད་ཅིང་མངལ་ནས་སྐྱེ་བའང་མེད། ཀུན་མཁྱེན་མེ་ཏོག་པད་མའི་སྦུབས་ལས་འཕྲོ་ཐམས་ཅད་སྐུ་ལུས་སྐྱེ་མེད་གསེར་གྱི་མདོག་དབུ་ལ་གཙུག་ཏོར་ལ་སོགས་མཚན་དཔེའི་རྒྱན་དངོས་ཤེས་ལྔ་དང་སྤྱན་སྔར་ཀུན་ལ་མངའ། ཡོན་ཏན་དཔག་མེད་ཤིང་རྟར་སྐྱེ་བར་ཤོག་རང་བྱུང་རིན་ཆེན་སྣ་ཚོགས་གཞལ་ཡས་ཁང་སྤྱི་འདུལ་ལོངས་སྤྱོད་ཡིད་ལ་དྲན་པས་འཇོ། རྩུབ་ཀྲུང་མི་དགོས་ཀུན་ཏུ་ལྷུན་གྱིས་གྲུབ། ང་རྒྱུད་མི་འཆོལ་བདག་ཏུ་འཛིན་པ་མེད། གང་དུ་བཅོས་ཕྲིན་ལག་པའི་མཐིལ་ནས་འཇོག། ཐམས་ཅད་བླ་མེད་ཐེག་ཆེན་མཆོག་ལ་བྱོན། བདེ་སྐྱིད་ཀུན་འབྱུང་ཤིང་རྟར་སྐྱེ་བར་གྱུར། དྲི་ཞིམ་རླུང་གི་མེ་ཏོག་ཆར་ཆེན་པའི་ཤིན་ཏུ། ཤིང་དང་ཆུ་རླུང་པད་མ་ཐམས་ཅད་ལས། ཡིད་དུ་འོང་བའི་གསུང་སྒྲ་དྲི་རོ་རེག། ལོངས་སྤྱོད་འཁྱུད་པའི་སྤྲིན་ཕུང་རྟག་ཏུ་འཇུག། བུད་མེད་མེད་ཀྱང་སྤྲུལ་པའི་ལྷ་མོ་ཚོགས། མཆོད་པའི་ལྷ་མོ་དུ་མས་རྟག་ཏུ་འཇུག། འདོད་པར་འདུད་ཚེ་རིན་ཆེན་གཞལ་ཡས་ཁང། ཉེ་བར་འདུ་འཛི་རིན་ཆེན་ཁྲི་བཟང་བསྟན་རྡོ་རྫོགས་དུ་མས་མལ་སྟན་ལྔས་དང་བཅས་ཕྱག་དང་ལྗོན་ཤིང་ཆུ་ཀླུང་རོལ་མོ་སོགས་ཐུབ་པར་འདུ་འཛི་སྙན་པའི་ཆོས་གྲྭ་གྲུ་མི་འདུལ་ཚོན་དང་རྣ་བར་གྲགས་མི་གྲགས་འདུ་འཛི་གཙང་པོ་ཆུ་ཀླུང་དེ་རྣམས་ཀྱང་དྲོ་གྲང་གང་དུ་དེ་ལ་དེ་ལྟར་འབྱུང་ཡིད་བཞིན་སྤྲུལ་པའི་ཞིང་འདིར་སྐྱེ་བར་ཞུགས་ཞིང་འདིར་རྫོགས་པའི་སངས་རྒྱས་འོང་བ་མིན། སྐལ་བ་གྲངས་མེད་མྱ་ངན་མི་འདའ་ཞུགས་དེ་ཟིན་དེ་ཡིས་བྱམས་སྤྲུལ་མཆེད་པར་ཞུགས་རྣམ་བཞི་འོང་བ་མིན་ཏེ་ཞི་བར་གཤེགས། རྒྱལ་བ་གང་གཱའི་ཀླུང་གི་བྱེ་མ་སྙེད་ཀྱི་བར་དུ་བརྟན་པར་གནས་པའི་ཚེ་རྒྱལ་ཚབ་སྤྱན་རས་གཟིགས་དང་མི་འབྲལ་ཞིང་དེའི་ཡོན་ལ་དམ་ཆོས་འཛིན་པར་ཤོག། གསུང་ལ་དམ་ཆོས་ནོད་པའི་ཐོ་རངས་ལ་སྤྱན་རས་གཟིགས་དེ་མངོན་པར་སངས་རྒྱས་ནས་སངས་རྒྱས་འོད་ཟེར་ཀུན་ནས་འཕགས་པ་ཡི་དཔལ་ཚིག་རྒྱལ་པོ་ཞེས་བྱར་གྱུར་པའི་ཚེ། ཞལ་བདག་ཆོས་ཅན་དམ་ཆོས་མཉན་པར་ཤོག་སྐུ་ཚེ་བསྐལ་བ་བྱེ་བ་ཕྲག་བརྒྱ་ཡིན་སྤུབས་འདྲ་དྲུག་ཅུ་རྩ་དྲུག་བཞུགས་པའི་ཚེ་རྟག་ཏུ་ཞབས་འདྲེན་བསྙེན་བཀུར་བྱེད་པ་དང། མི་ཕྱེད་གསུང་རྒྱུན་ཐམས་ཅད་འཛིན་པར་བྱོན་མྱ་ངན་འདས་ནས་དེ་ཡི་བསྟན་པ་ནི་སྐྱེ་བ་དང་སྐྱོན་དྲུག་དང་བྱེ་བ་ཕྲག་འབུམ་ཕྲག་གསུམ་གནས། དེ་ཚེ་ཆོས་འཛིན་ཅིང་ཐུབ་ཆེན་ཐོབ་དང་རྟག་ཏུ་མི་འབྲལ་ཞོག་དེ་ནས་ཐུགས་ཆེན་ཐོབ་སྟེ་སངས་རྒྱས་ནས་དེ་བཞིན་གཤེགས་པ་རབ་ཏུ་བསྟན་པ་ནི་ཡོན་ཏན་ནོར་བུ་བརྩེགས་པའི་རྒྱལ་པོར་གྱུར། སྐུ་ཚེ་བརྟན་པ་སྤྱན་རས་གཟིགས་དང་མཉམ་སངས་རྒྱས་དེ་ཡིས་རྟག་ཏུ་བྱམས་སྤྲིན་ཅན་མཆོད་པས་ཆོས་ཅན་ཐམས་ཅད་ཀུན་འཛིན་བྱུང་དེ་ནས་བདག་གི་ཚེ་དེ་བྱས་མ་ཐག། ཞིང་ཁམས་དེའང་དག་པའི་ཞིང་བཞིན་དུ་བླ་མེད་རྫོགས་པའི་སངས་རྒྱས་ཐོབ་པར་བྱུང་གཙུག་སངས་རྒྱས་ནི་འཚེ་བ་མིད་པ་ལྟར་མཚན་ཐོས་ཙམ་གྱིས་འགྲོ་ཀུན་སྨིན་ཅིང་སྤྲུལ། སྤྲུལ་པ་གྲངས་མེད་འགྲོ་བ་འདྲེན་པ་སོགས་འབད་མེད་ལོངས་སྤྲུལ་འགྲོ་སྟོང་དཔག་མེད་བྱུང་དེ་བཞིན་གཤེགས་པ་ཚེ་དང་བསོད་ནམས་དང་ཡོན་ཏན་ཡེ་ཤེས་གཟི་བརྗིད་ཚད་མེད་པ། ཆོས་སྐུ་སྣང་བ་མཐའ་ཡས་འོད་དཔག་མེད་ཚེ་དང་ཡེ་ཤེས་དཔག་མེད་བཅོམ་ལྡན་འདས་གང་ཞིག་ཁྱོད་ཀྱི་མཚན་ནས་སུན་འབྱིན་པ་སྔོན་གྱི་ལས་ཀྱི་རྣམ་སྨིན་མ་གཏོགས་པ། མེ་ཆུ་དུག་གསུམ་གནོད་སྦྱིན་སྲིན་པོ་སོགས་འཇིགས་པ་ཀུན་ལས་སྐྱོབ་པར་ཐུབ་པས་གསུངས། བདག་གི་ཚེ་འཛིན། བདག་ནི་ཁྱེད་ཀྱི་ཚེ་འཛིན་ཕྱག་འཚལ་བ། འཇིགས་དང་སྡུག་བསྔལ་ཀུན་ལས་སྐྱབས་པར་གསོལ། བཀྲ་ཤིས་ཕུན་སུམ་ཚོགས་པར་བྱིན་གྱིས་རློབས། སངས་རྒྱས་སྐུ་གསུམ་མཉེས་པའི་བྱིན་རླབས་དང། ཆོས་ཉིད་མི་འགྱུར་བརྟན་པའི་བྱིན་རླབས་དང། དགེ་འདུན་མི་ཕྱེད་འདུས་པའི་བྱིན་རླབས་ཀྱིས་ཇི་ལྟར་སྨོན་ལམ་གདབ་ཅིང་འགྲུབ་པར་ཞུ། དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། དེ་ཡང་བདག། དཔལ་ཆེན་དྲེགས་ཡང་ཨ་དབང་བུ་དང་ནི་སོགས། དམུ་ལམ་འགྲོ་བའི་གཟུངས་སུ་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ། ན་མོ་སྨིན་མཚོ་ཤི་རི་ཡ་ན་མ་སུ་ཤི་རི་ཡ་ན་མོ་ཨུ་དྷ་མ་ཤི་རི་ཡ་སོགས་བ་ཞེས་བརྗོད་ནས་ཕྱག་གསུམ་འཚལ་ན་འབུམ་སྡེ་དུ་འགྱུར་བར་གསུངས་དེ་ནས་རབ་བརྒྱ་གྲངས་འབྲིང་ཅི་ནུས་ཐ་མ་ཡང་ཕྱག་བདུན་ཡིན་ཚེ་རབ་འདི་མ་ཆགས་པར་འབྲིང་ལོ་ཟླ་ཙམ་མ་ཆགས་པར་ཐ་མ་ནས་སྐབས་སྐབས་སུ་ཁ་ནུབ་ཏུ་བསྐྱུར་ནས་བདེ་བ་ཅན་གྱི་ཞིང་ཁམས་ཡིད་ལ་དྲན་ཅིང་འོང་བ་མིན་ལ་ཐལ་མོ་བཅག་སྟེ་དད་པ་རྩེ་གཅིག་གིས་བསྟོད་ན་ཚེ་འདིར་འདིར་ཚེ་ཡི་བར་ཆད་སྲིད་ཕྱི་མ་བདེ་བ་ཅན་དུ་སྐྱེ་བར་ཐེ་ཚོམ་མེད་དེ། འོག་ཏུ་ཞིང་བཀོད་མདོ་དང་པདྨ་དཀར་པོ་འཆི་མེད་རྔ་སྒྲ་སོགས་ཀྱི་དགོངས་པ་ཡིན་གཤིས། དགེ་སློང་ར་ག་ཨ་སིས་སྦྱར་བས་འགྲོ་བ་སེམས་ཅན་མང་པོ་བདེ་བ་ཅན་དུ་སྐྱེ་བའི་རྒྱུར་གྱུར་ཅིག། ངོ་བོ་ཟླ་འདིས་ང་རང་ཚོ་དེ་རིང་གི་ཚ་འདུ་ཚ་བསྲུང་དང་ཁོ་འབྲལ་བ་འབྲལ་བ་བྱེད་དུས། དེ་ནི་དེ་བདེ་བ་ཅན་གྱི་ཞིང་གི་སྨོན་ལམ་འདི་གཅིག་དེ་ཡང་ང་ཚོ་དང་ཉམས་ལེན་འབྲེལ་བ་ན་རེ་བ་ད་འདི་ཕལ་ཆེར་རྒྱ་ཡིག་ལས་ཡོད་མདོག་ཁ་བོ་རེད་ཨེན་ད་ག་ནས་བཞིན་ཨིན་ཇི་ག་ལས་ཡོད་མདོག་ཁ་བོ་རེད་འོ་ད་དེ་འདྲའི་མང་ཅིག་གསུངས་པ་ཡིན་ན་ད་འདི་ང་ཚོ་འོ་བ་མེད་ཀི་འདི། རང་རེ་ཨ་སི་སྨོན་ལམ་འདི་དཔེ་ཡག་པོ་ཞིག་འདུག་བ་འདིའི་ནང་ལ་དཔེར་ན་ང་རང་ཚོ་ནུབ་བདེ་བ་ཅན་གྱི་ཞིང་ཁམས་ཟེར་ངེས་འདི་འདིའི་ཁྱད་ཆོས་དང་ཡོན་ཏན་ག་རེ་ག་རེ་ཡོད་མེད་འདི་ཧ་ཅང་གི་གསལ་པོ་ཅིག་གསུངས་ཡོད་རེད་ཨ་ནི་དེའི་ནང་ནས་གཙོ་བོ་དེ་ང་རང་ཚོ་སངས་རྒྱས་པར་བྱེད་པ་ལ་ཚོགས་བསགས་དགོས་ཀྱི་ཡོད་རེད། སྒྲིབ་པ་སྦྱང་དགོས་ཀྱི་ཡོད་རེད། ཚོང་ས་སྒྲིབ་སྦྱང་མ་བྱས་པའི་སངས་རྒྱས་ཟེར་ངེས་ཀྱི་ཁོམ་པ་ཅན་ཐོབ་ཡག་ཡོང་གི་མ་རེད་ལ། ཨེ་ནི་ད་ག་ནས་ཤིག་ང་རང་ཚོ་ཚོང་ས་སྒྲིབ་སྦྱང་ཟེར་ངེས་དེ་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་རེད་བ། དེ་ཡིན་དུས་ད་སྤྱིར་བཏང་གི་ཚོང་ས་སྒྲིབ་སྦྱང་དེ་ལ་ཡང་དེ་ནི་ཐབས་བསམ་གྱིས་མི་ཁྱབ་པའི་མང་པོ་ཅིག་གསུངས་ཡོད་དུས་ཨེ་ནི་འདིའི་ནང་ལ་དཔེར་ན་ང་རང་ཚོ་ཕྱག་འཚལ་བའི་སྒོ་ནས་ཚོགས་བསགས་ཡང་སྤྲུལ་པ་སྦྱང་ཚུལ་གཅིག་གསུང་གི་འདུག་ག་འདི་ཡིན་དུས་ཐོག་མར་དེ་ང་རང་ཚོ་ཡན་ལག་བདུན་གྱི་ནང་ནས་ཐོག་མར་ཕྱག་འཚལ་བའི་ཡན་ལག་དེ་ཡིན་ཡོང་གི་ཡོད་རེད་ད། ཕྱག་འཚལ་བའི་ཡན་ལག་འདིའི་ནང་ནས་ཕྱག་འཚལ་ཡོང་དུས་ཡེ་ནས་ང་ཚོ་བསམ་པའི་ཀུན་སློང་གི་ཐོག་ནས་བཤད་པ་ཡིན་ན་ཡེ་ནས་ཕྱག་འཚལ་དུས་རྩ་ནས་ང་ཚོའི་སེམས་དེ། དཔེར་ན་སངས་རྒྱས་དང་བྱང་ཆུབ་སེམས་དཔའ། ཨེ་ནི་ད་ག་ན་ཞིག་གི་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ལ་ཡང་དད་པ་དང་གུས་པའི་བསམ་པ་གཅིག་གི་སྒོ་ནས་ཕྱག་འཚལ་གྱི་ཡོད་ཡིན་པ་རེད། དེའི་ཕྱག་འཚལ་བའི་སྐབས་ལ་དེ་ནི་ང་རང་ཚོའི་རྒྱུད་ཀྱི་ཀྱི་ང་བཞི་པོ་གཅིག་ཡིན་བསམ་པའི་དེ་འདྲའི་གི་ང་རྒྱལ་དང་དེའི་བསམ་པ་དེ་ཨེ་ནི་མ་གཞི་འགྲོ་གི་ཡོད་རེད། ཞེས་པ་ཙམ་དུ་མ་ཟད་པའི་སངས་རྒྱས་ཀྱི་ཡོན་ཏན་མཐོང། ཆོས་ཀྱི་ཡོན་ཏན་དང། འཕགས་པའི་དགེ་འདུན་གྱི་ཡོན་ཏན་མཐོང་ནས་དེ་ནི་དཀོན་མཆོག་གསུམ་གྱི་ཡོན་ཏན་དེ་ལ་ཡང། དད་པ་དང་མོས་གུས་ཆེན་པོ་ཅིག་སྐྱེས་ནས་ཕྱག་འཚལ་བ་ཡིན་དུས། ཕྱག་རེ་རེ་ཚེ་ར་ལས། ཕན་ཡོན་བསམ་གྱིས་མི་ཁྱབ་པ་ཅིག་ཡོད་ཟེར་ནས་ང་རང་ཚོ། ཀུན་བཟང་བླ་མའི་ཞལ་ལུང་དེ་ཚོ་ནང་ལས་ཡོང་གི་འདུག་བ། དཔེར་ན་ཕྱག་འཚལ་རེའི་སྐབས་ལ། ང་རང་ཚོ་ཕྱག་གཅིག་འཚལ་རེ་ཡིན་ནས་དེའི་ཕྱག་འཚལ་སའི་འོག་གི། ས་འོག་གི་འཇིག་རྟེན་ཁམས་ཀྱི། དབང་ཆེན་གསེར་གྱི་ས་ཞིང་ལ་མ་ཐུག་གི་བར་དུ་རྡུལ་ཕྲན་རེ་རེ་ཨེ་ནི་དཔེར་ན་གངས་སུ་ཡོང་གི་རེད་རྡུལ་ཕྲན་བསམ་གྱིས་མི་ཁྱབ་པ་ཡོང་གི་རེད་བ་ཨེ་ནི་དེ་འདྲས་ཀྱི་དཔེར་ན་འཁོར་ལོས་བསྒྱུར་བའི་རྒྱལ་སྲིད་ཐོབ་ཡ་ལ་སོགས་པ་དེ་འདྲས་ཀྱི་བསོད་ནམས་ཀྱི་ཚོགས་རྫོགས་གི་ཡོད་བ་རེད་གསུངས་པ་དེ་འདྲས་དངུལ་ཟངས་བླ་མའི་ཞལ་ལུང་དེ་ཚོ་ན་ནས་དེ་འདྲས་གསུངས་འདུག་དེ་འདྲས་ཡིན་དུས་རྩ་ནས་ད་དཔེར་ན་ཐོག་མར་ང་རང་ཚོ་ཕྱག་འཚལ་ཡ་དེ་བྱས་ནས་ད་ལྟ་འདི་ཆགས་མེད་ཀྱི་ར་ག་ཨ་ཟེར་གསུངས་ཡ་དེ་ལས་ང་རང་ཚོ་སངས་རྒྱས་འོ་བ་མའི་ཞིང་བདེ་བ་ཅན་ཡིད་ལ་བྱས་ཨེ་ནི་ཅི་ང་རང་ཚོ་ནུབ་བདེ་བ་ཅན་གྱི་ཞིང་ཁམས་ལ་ཡང་ཁ་ཕྱོགས་ནས་ཨེ་ནི་ཕྱག་གཉིས་མ་རེ་རེ་ལ་ཡང་ཕྱག་གསུམ་བདུན་ཨེ་ནི་རབ་བྱུང་ན་བརྒྱ་ཨེ་ནི་དེ་འདྲའི་ཅིག་ཚལ་ནས་ཨེ་ནི་དེ་འདྲའི་ཅིག་ཨེ་ནི་པས། ཉི་ཟླ་རེ་ཞིག་ཁ་འདོགས་བྱེད་མ་ཐུབ་པའི་ནས་ཟླ་བ་རེ་རེའི་ནང་ལ་ཅིག་ཆང་མི་བརྟན་པོ་དེ་ཚར་རེ་རེ་སོང་དེ་འདྲའི་ཚེ་ནི་བདེ་བ་ཅན་གྱི་ཞིང་ཁམས་དང་སངས་རྒྱས་འོག་མ་མེད་ཀྱི་ཡོན་ཏན་རྗེས་སུ་དྲན་པ་ཡིན་ན་ཨེ་ནི་བདེ་བ་ཅན་དུ་སྐྱེ་ཡག་གི་རྒྱུ་ཞིག་ཆགས་ཀྱི་རེད་ཅེས་ནས་གསུང་གི་འདུག་བ། འོ་ད་དེ་ཚོ་བས་ན་གལ་ཆེན་པོ་རེད། ཨ་ནི་ཕྱག་འཚལ་བ་རེད། ཨ་ནི་གཉིས་པ་དེ་མཆོད་པ་ཕུལ་ཡག་དེ་རེད་ད་མཆོད་པ་ཕུལ་ཡག་དེ་ལ་སྤྱིར་བཏང་གི་ང་རང་ཚོ་དངོས་སུ་འབྱོར་བའི་མཆོད་པ་ཡིད་ཀྱི་སྤྲུལ་པའི་མཆོད་པ་རྨོ་ལུང་སྟོབས་ཀྱི་མཆོད་པ་བསྟོད་པ་དབྱངས་ཀྱི་མཆོད་པ་ཟེར་ནས་མཆོད་པའི་རིགས་བསམ་གྱི་མི་ཁྱབ་པ་མང་པོ་ཡོད་རེད་བ་རྡོག་རྡོག་གཤེབས་ཡིན་ན་ང་རང་ཚོ་ད་གང་ཡོད་པ་དེ་རང་གི་ཅིག་ཡིད་ལ་གང་ཅིག་འཛིན་ཆགས་ཆེ་བ་དེ་གས་ཐམས་ཅད་བན་བློས་བཏང་ནས་ཨ་ནི། ཆོས་ཀྱི་སྐྱེ་བ་སད་དུ་བཅད་པ་དེ་ནི་ལྷག་པར་དུ། མགོན་པོ་ཚེ་བར་མེད་དང་ཨེ་ནི་གཅིག་ད་ནི་བདེ་བ་ཅན་གྱི་ཞིང་ཁམས་ལ་བཞུགས་པའི་སངས་རྒྱས་ཏེ་བྱ་སྤྱོད་གསུམ་པ་དེ་ག་ལ་ཕུལ་བ་ཡིན་བསམ་པ་བྱས་ནས་མཆོད་པ་རྒྱ་ཆེན་པོ་དེ་འདྲ་ཕུལ་ཡོད་དུས་ཨེ་ནི་ང་རང་ཚོ་གཙོ་བོ་ཨེ་ནི་མཆོད་པ་ཕུལ་བ་དེ་ང་ཚོའི་རྒྱུད་ཀྱི་ད་ཅིག་ཉོན་མོངས་པའི་ངོས་ནས་བཤད་པ་ཡིན་ན་ག་རེ་ཟེར་ན་འདོད་ཆགས་ཀྱི་གཉེན་པོ་ལ་འགྲོ་གི་ཡོད་རེད་ང་རང་ཚོ་ད་ལྟ་ཨེ་ནི་རྒྱུ་ནོར་ལོངས་སྤྱོད་ལ་ཆགས་ཞེན་ཡོད་རེད་རང་གི་ལུས་ལ་ཆགས་ཞེན་ཡོད་རེད། ག་རེ་དང་ག་རེ་གླིང་ནས་ཆགས་ཞེན་ཡོང་རེད་བ། དེ་ཡིན་དུས་ཆོས་མ་ཅིག་ཕུལ་ཞེས་དུས་ཙང་ནས་དེ་ནི་མི་ལ་བག་ཕུལ་ཚར་རེ་ཡིན་དུས་ཨ་ནི་རང་གིས་དེ་ལ་འཛིན་པ་ཅིག་བྱུང་རུ་འགྲོ་གི་རེད་བ་དེ་འདྲའི་ཡིན་དུས་ཙང་ནས་ཨ་ནི་ང་ཚོ་རྒྱུད་ཀྱི་ཉོན་མོངས་པའི་སེམས་པ་དེ་མ་ཞི་ཡག་ཅིག་དང། ཨེ་ནི། ཡང་དཀོན་མཆོག་ལ་ཆོས་མ་ཕུལ་ཡག་མ་ངན་སློང་ལ་སྦྱིན་པ་བཏང་ཡག་སྟོང་སེམས་ཀྱི་བསམ་པ་དེ་གོང་འཕེལ་འགྲོ་ཐུབ་པ་ཅིག་གི་དགེ་མཚན་ཆེན་པོ་ཅིག་ཡོང་གི་ཡོད་རེད་བ་དེ་འདྲའི་ཡིན་དུས་ཨེ་ནི་གཉིས་པ་དེ་ཆོས་མ་ཕུལ་བའི་ཡན་ལག་རེད། དེ་ནི་ད་ད་ག་ནས་ཤིང་གི་གཅིག་དེ་ག་རེད་ཟེར་ན། དེ་ནི་དེ་རེད་སྡིག་པ་རེད་བ་སྡིག་པ་བཤགས་པའི་རེད་བ་སྡིག་པ་བཤགས་པའི་ཡན་ལག་དེ་རེད། ད་སྡིག་པ་བཤགས་ཡག་འདི་སྤྱིར་བཏང་གི་འདིའི་ཆགས་མེད་བདེ་མོ་ནང་ལ་དཔེ་གསལ་པོ་གསུངས་འདུག་ཨ། ནི་འགྱོད་པ་མེད་ན་བཤགས་པས་མི་འདག་པས། སྔར་བྱས་སྡིག་པ་ཁོག་ཏུ་དུག་གསུངས་ལྟར་ངོ་ཚ་འཇིགས་དང་འགྱོད་པ་ཆེན་པོས་བཤགས། བྱས་ཙང་ང་རང་ཚོ། སྡིག་པའི་ལས་ཀྱིས་བསགས་པ་ཡིན་ན་དེ་ལ་ཡང་འགྱོད་སེམས་ཀྱིས་བསྐྱེད་དགོས་པ་རེད་ད་དེ་ངས་བྱས་པ་དེ་འགྲིག་མ་སོང་བསམ་པའི་ཅིག་འགྱོད་པའི་བསམ་པ་ཤུགས་ཆེན་པོ་ཅིག་ཡོད་པ་ཡིན་ན་དེ་ནི་འགྱོད་སེམས་དེ་དང་བསྟུན་ནས་དེ་ནི་བཤགས་ཡོང་པའི་རྩ་ནས་བཤགས་པ་བྱེད་དུས་རྩ་ནས་ད་ངས་འགྲིག་མ་སོང་བྱས་ནས་ད་སྤྱི་བཏང་གི་ང་རང་ཚོ་བཤགས་པ་བྱེད་ཡ་དེ་ལ་ཡང་སྟོབས་བཞི་ཟེར་ངེས་ཅིག་ཚང་དགོས་ཀྱི་ཡོད་པ་སྟོབས་བཞི་དེ་གཅིག་དེ་ག་རེད་ཟེར་ན་བཤགས་ཡུལ་གཏན་གྱི་ལྟ་བུ་གསུང་དགོས་ཡ་རེད་བཤགས་པ་བྱེད་སའི་ཡུལ་དེ་ད་དཔེར་ན་ད་ལྟ་འདྲ་བོ་ཆ་ཚང་ནས་བཤད་ན་སངས་རྒྱས་འོ་མ་མེད་ཨེ་ནས་སངས་རྒྱས་ཚ་བ་མེད་དང་འགོ་བ་བ་མེད་ཟེར་ངེས་དེ་མཚན་གྱི་རྣམ་གྲངས་རིག་མ་དང་ངོ་བོ་གཅིག་རེད་བ། དེ་འདྲ་ཡིན་དུས་དཔེར་ན་སངས་རྒྱས་དེ་ལ་ཡང་དཔེར་ན་འོད་དང་གསལ་བྱེད་དཔག་ཏུ་མེད་པ་ཡོད་པ་ཡིན་དུས་ཙང་ནི་བ་མེད་བྱས་ནས་གསུངས་པ་རེད་བ། ཨེ་ནས་སངས་རྒྱས་དེའི་དཔེར་ན་སྐུ་ཚེ་ཞུགས་ཡག་སྟེ་དཔེ་མི་གསལ་བའི་རྒྱུན་རིང་པོ་ཅིག་ཡིན་པ་ཡིན་དུས་དེ་ནི་ཚ་བ་མེད་བྱས་ནས་གསུངས་པ་རེད་བ། ད་ཡིན་དུས་ཙང་ནི་དེའི་སྐོར་ལ་མཚན་གྱི་རྣམ་གྲངས་མི་འདྲ་བ་རིག་མ་དང་དོན་དུ་གཅིག་པ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ད་དེ་འདྲའི་ཐོག་ནས་ང་ཚོས། དེ་ལ་ཡང་སངས་རྒྱས་དེ་སྐད་དེ་ཡིད་ལ་འཁོར་ནས་རེ་བ་དེ་བཤགས་པ་འབུལ་སའི་ཡུལ་དེ་བྱེད་ཨ་ནི་དེའི་མདུན་ལ་རང་གི་ཅིག་ཨ་ནི་དེ་བྱེད་དུ་བཤགས་ཡུལ་གཏན་གྱི་སྟོབས་གསེང་དུ་འཚང་གི་ཡོད་རེད་ད་བཤགས་ཡུལ་གཏན་གྱི་སྟོབས་དེ་འཚང་ངའི་སྐབས་ལ་དེ་ནི་ང་རང་ཚོ་སྡིག་པ་ལ་ཡང་འགྱོད་སེམས་ཀྱི་བསམ་པ་དེ་ཡོད་དུས་ཉེས་པ་ལ་སུན་འབྱིན་པའི་སྟོབས་ཟེར་མཁན་དེ་ཡང་དེ་ནི་དེ་དང་ནི་ཡོང་གི་འདུག་བ་ཨ་ནི་དེའི་ཐོག་ནས་ད་གང་ལྟར་ཨ་ནི་ང་རང་ཚོ་བལྟས་ན་མཚན་དུ་ཚེ་གཟུངས་སློབ་པ་ཡིན་ནའི་འདྲ། འཚེ་བ་མེད་ཀྱི་གཟུངས་འདོན་པ་ཡིན་ནའི་འདྲ། བདེ་མོ་གསུངས་པ་ཡིན་ནའི་འདྲ་ག་རེའི་མདོ་ནས་འདོམས་པ་དེ་ད་གཉེན་པོའི་སྟོབས་དེ་བྱེད་ཀྱི་ཡོད་རེད་བ་དེ་གཉེན་པོ་དེ་བྱེད་ཀྱི་ཡོད་རེད་གཉེན་པོའི་སྟོབས་ཨ་ནི་ད་ཉེས་པ་དེ་སླར་མི་འདོགས་པའི་སྟོབས་སེ་དུས་ཙཱ་ནས་ད་ང་ཚོ་དེ་འང་བྱས་ཚར་རེད་སྡིག་པ་དེ་སླར་ཡང་ངས་དེ་ནི་སྡིག་པ་དེ་ལྟ་བུའི་ལས་བྱེད་ཀྱི་མེད་ཅེས་ནི་འགྱོད་གདུང་གི་བསམ་པ་ཅིག་ཡོད་པ་དེ་དེ་ནི་ཕྱིན་ཆད་མི་བྱེད་པར་དམ་བཅའ་བའི་སྟོབས་ཟེར་གྱི་ཡོད་རེད་བ་དེ་ཡིན་དུས་ཙཱ་ནས་དེ་ནི་གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་པ་བྱས་པ་ཡིན་ན་དེ་ནི་འབད་ན་ང་རང་ཚོ་རྡོར་གསུམ་གྱི་སྒོམ་བཟླས་བྱེད་པའི་སྐབས་ལས་གསུང་གི་ཡོད་རེད། ཨེ་ནས་ད་ག་ནང་བཞིན་གྱི་ང་ཚོ་ཤག་པའི་རིགས་ག་རེ་ཅིག་ཡིན་ན་དེ་ལ་ཡང་གཉེན་པོ་སྟོབས་བཞི་དེ་ཚང་གི་ཡིན་ན་དེ་ནི། སྡིག་པ་དེ་གས་དེ་དག་ཐུབ་ཀྱི་ཡོད་གསུང་གི་ཡོད་རེད་བ། སྤྱིར་དེ་གསུང་ཡོད་རེད་ད། སྤྱིར་སྡིག་པ་ལ་ཡོན་ཏན་ཁྱད་ཡོད་མ་རེད། ཡིན་ན་ཡང་ཁོ་ར་ཤག་པ་བྱས་ན་ད་ཧད་ཡོད་པ་དེ་སྡིག་པ་ཁོ་རའི་ཁྱད་ཆོས་འདྲ་བོ་ཅིག་རེད་གསུང་གི་འདུག་བ། དེ་འདྲ་ཡིན་དུས་ང་ཚོ་སྡིག་པ་དེ་གས་ད་གོ་གི་ཡོད་རེད་ཤག་གོ་གི་ཡོད་རེད་དེ་ཡིན་དུས་རྩ་ནས། སྡིག་པ་བྱ་ཡག་དེ་རེད་བ།

སྙིང་ནས་དགའ་བའི་རྗེས་སུ་ཡིད་རང་ན་དེ་ཡི་བསོད་ནམས་མཉམ་དུ་ཐོབ་པར་གསུངས། ད་མི་གཞན་གྱི་བསོད་ནམས་ཀྱི་ལས་རེ་བ་ཅིག་ཡག་མཆོད་པ་ཕུལ་གྱི་ཡོད་ནའི་འདྲ་མར་ཉལ་ལོང་ལ་སྦྱིན་པ་བཏང་གི་ཡོད་ནའི་འདྲ་ད་ག་ནང་བཞིན་གྱི་རང་གི་ཅིག་དངོས་སུ་ཉམས་ལེན་བྱེད་ཀྱི་ཡོད་ནའི་འདྲ་ག་རེ་བྱས་པ་ཡིན་ནའི་མི་གཞན་གྱི་དགེ་བ་བྱས་པ་དེ་འདྲས་ང་ཚོ་མཐོང་ཐོས་ཀྱི་ཡུལ་དུ་གྱུར་པ་ཇི་སྙེད་ཅིག་ཡོད་པ་དེ་ཐམས་ཅད་ལ་ཡང་ཡག་པོ་རེད་རྗེས་སུ་ཡིད་རང་ཡིན་དེ་ཚོ་དཔེ་མི་སྲིད་པས་ཡག་པོ་རེད་ཨ་བསམ་པ་བྱས་རྗེས་སུ་ཡིད་རང་བྱས་ན་ད་ང་རང་ཚོ་ལས་བསོད་ནམས་དེ་འདྲ་བ་ཅིག་ཐོབ་ཡོང་གི་ཡོད་རེད་ཅེས་གསུངས་ཡོད་རེད་བ། དེ་འདྲས་ཡིན་དུས་དེ་ནི་རྗེས་སུ་ཡི་རང་གི་སྒོ་ནས་ཚོགས་བསགས་ཚུལ་ཅིག་གསུང་གི་འདུག་བ། ད་དེ་འདྲས་ཡིན་པ་འདྲ། ད་དེ་ནས། གཅིག་དེ་ཆོས་ཀྱི་འཁོར་ལོ་བསྐོར་བར་བསྐུལ་བ་ཟེར་གྱི་འདི་རེད་ད་དེ་ཡིན་དུས། གཅིག་འདི་འདྲས་ཀྱི་ཆོས་འགྲུབ་པ་ཅིག་འཁོར་ལོ་བསྐོར་ཟེར་གྱི་འདི་ད་ག་རེད་ཟེར་ན། ང་རང་ཚོ་ཆོས་ཀྱི་འཁོར་ལོ་མ་བསྐོར་ན། འདི་ང་ཚོ་གཅིག་ཆོས་སྐུའི་ཆུ་འཐུང་ཡིན་བ། སེམས་ཅན་སྡུག་བསྔལ་མུན་དུམ་ལ་ཆོས་ཀྱི་སྒྲོན་མེ་སྤར་དུ་སོན་ཟིག་ཨོ་རེ་བ། དེ་ཡིན་དུས་སེམས་ཅན་འདི་གས་འདི་སྡུག་བསྔལ་གྱི་གནས་ནས་ཐར་དགོས་ཀྱི་ཡོད་ན་སྡུག་བསྔལ་དེ་ལས་ཐར་བའི་ཐབས་ལམ་ཤེས་པ་ཅིག་དགོས་གི་ཨོ་རེ་བ། ཐབས་ལམ་ཤེས་པ་དེ་ལ་དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་དཔལ་ནཱ་ལེནྜའི་བཀའ་དང་པོ་བདེན་བཞི་ཆོས་ཀྱི་འཁོར་ལོ་སྐོར་ནས་གསུངས་ཡོད་རེད། དེའི་སྐབས་ལ་བདེན་པ་བཞི་ཡི་རྣམ་གཞག་གི་སྒོ་ནས་ཐར་པའི་ལམ་སྒྲུབ་ཚུལ་གཅིག་གསུང་གི་ཡོད་རེད། ཨེ་ནི་སྐབས་བར་བ་ཚིག་གཉིས་མེད་པའི་འཁོར་ལོ་ཆོས་ཀྱི་འཁོར་ལོ་སྐོར་ནས་དེ་ནི་དེའི་ངང་ནས་དེ་ནི། བདག་མེད་པའི་གནས་ལུགས་ཅིག་གསུང་གི་ཡོད་རེད་བ་བདག་མེད་ཀྱི་གནས་ལུགས་གསུང་གི་ཡོད་རེད་ཨ་ནི་གཅིག་བཀའ་ཐ་མ་ལེགས་པ་རྣམ་པར་འབྱེད་པའི་ཆོས་ཀྱི་འཁོར་ལོ་བསྐོར་ནས་ཨ་ནི་དེ་འདྲའི་གི་སྒོ་ནས་ད་ནི་ད་ང་རང་ཚོ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བདེ་བར་གཤེགས་པའི་སྙིང་པོ་ཡོད་པའི་རྒྱུ་མཚན་དེ་གས་དེ་གསུངས་ནས་སེམས་ཅན་ཐམས་ཅད་ཀྱི་ཅིག་འབད་བརྩོན་བྱས་ན་སངས་རྒྱས་གོམ་པ་ཐོབ་ཡ་ཡོད་པའི་ཐབས་ལམ་དེ་གས་དེ་གསུང་གི་ཡོད་རེད་བ་དེ་འདྲ་ཡིན་དུས་རྩ་ནས་ད་ཆོས་ཀྱི་འཁོར་ལོ་ཟེར་ནས་དེ་མ་བསྐོར་བ་ཡིན་ན་དེ་ནི་རྒྱུ་མཚན་དེ་གས་ཤེས་གི་མ་རེད་རྒྱུ་མཚན་མ་ཤེས་ན་དེ་ནི་དེ་ཐག་ཡག་གི་ལམ་དེ།

ཉོན་མོངས་པ་ག་རེ་ཡིན་ནའི་ཤུགས་ཆེ་ཡོད་ནའི་ཤུགས་ཆེ་བ་དེ་གཉེན་ལ་ཡང་དཔང་ཡག་གི་འབད་བརྩོན་བྱེད་ཡག་དེ་གལ་ཆེན་པོ་ཡིན་པ་རེད་དེ་འདྲའི་ཡིན་དུས་དེ་འདྲའི་ཅིག་གི་དགོངས་པ་བཤད་ན་ཡག་པོ་མེད་འགྲོ་བསམ་གྱི་འདུག་དེ་ཞུ་ཡག་ཅིག་བྱས་ན་དེ་ནས་གཅིག་དེ་ཨེ་ནས་མྱ་ངན་ལས་མི་འདའ་བ་གསོ་བ་འདེབས་པ་ཟེར་དེར་བ་ན་དེ་ཡིན་དུས་ད་དངོས་གནས་ཀྱི་ཅིག་སངས་རྒྱས་ཀྱི་བསྟན་པ་ཟེར་མཁན་དེ་ཨེ་ནས་བསྟན་འཛིན་གྱི་སྐྱེས་བུ་ལ་ཡང་རག་ལས་པ་རེད་དེ་ཡིན་དུས་ཨེ་ནས་བསྟན་པ་བསྟན་འཛིན་གྱི་སྐྱེས་བུ་ཐམས་པ་ཐམས་ཅད་ཨེ་ནི་སྐུ་ཚེ་ཞབས་པད་བརྟན་རོགས་བྱས་ན་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་འདི་དར་ཞིང་རྒྱས་ལ་ཡུན་རིང་དུ་གནས་པ་ཡོང་གི་རེད་བ། དེ་འདྲ་ཡིན་དུས་ད་ཅིག་ཆོས་རྒྱུད་ཤིང་རབ་འབྱམས་ན་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་དག་ང་རང་ཚོ་ད་ལྟ་འཇིག་རྟེན་འདིའི་མི་ཡུལ་ཁམས་ན་བཞུགས་པའི་བསྟན་སྲིད་ཀྱི་སྐྱེས་བུ་དམ་པ་ཐམས་ཅད་སྐུ་ཚེ་ཞབས་པད་ཡུན་ནས་ཡུན་དུ་བརྟན་རོགས་བྱས་ན་བསམ་པས་དེ་འདྲའི་ང་རང་ཚོ་ཀུན་གཞི་གསོ་བ་འདེབས་པ་བྱས་ནས་རེད་བ། ཨེ་ནི། སྐུ་མྱ་ངན་ལས་མི་ཐོག་གསོལ་བ་འདེབས་པ་དེ་ཡང་དེའི་བསོད་ནམས་དཔག་ཏུ་མེད་པ་ཞིག་བྱས་ཀྱི་ཡོད་རེད། དེ་ཡིན་དུས་དེ་ཡིན་ན་ང་རང་ཚོ་རྒྱུད་ཀྱི་ལོག་ལྟའི་གཉེན་པོར་འགྲོ་གི་ཡོད་རེད་གསུང་གི་འདུག་ག། དེ་འདྲ་ཡིན་དུས་ཙང་ནས་ང་ཚོ་ཉོན་མོངས་པ་དུག་ལྔའི་གཉེན་པོར་འགྲོ་ཡག་དང། ཨེ་ནི་ད་ག་ནས་བཞིན་གྱི་དེ་ལ་མཐུན་པའི་ཨེ་ནི་ང་རང་ཚོ་བསོད་ནམས་ཀྱི་ཚོགས་མང་པོ་ཅིག་བསགས་ཡག་གི་གོ་སྐབས་དེ་འདྲའི་ཅིག་སླེབས་ཀྱི་ཡོད་ས་རེད་དེ་འདྲ་ཡིན་དུས་ཨེ་ནི་དེ་གཅིག་རེད་ཨེ་ནི། ད་དེ་ནི་ད་ག་རེ་ཟེར་བ་རེད་དེ་ནི་བདུན་པ་དེ

ཡིན་ན་ཡང་ང་རང་ཚོ་ད་ལྟ་སངས་རྒྱས་མ་ཐུབ་པའི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན་ང་ཚོའི་དགེ་རྩ་དེ་བླ་ན་མེད་པའི་རྫོགས་པའི་བྱང་ཆུབ་ཀྱི་ས་ལ་ཡང་བསྔོ་མ་ཐུབ་པ་ལ་བརྟེན་ནས་དེ་ནི་ང་ཚོ་ད་ལྟ་སངས་མ་རྒྱས་པར་འདུག་ཟེར་བདེ་བོ་ཐོབ་ཀྱི་རེད་གསུངས་འདུག་དེ་འདྲ་ཡིན་དུས་ཨེ་ནི་ཅུང་བསྔོ་བ་དེ་གལ་ཆེན་པོ་རེད་དེ་ཡིན་དུས་ད་འདིའི་ནང་ལ་ཆགས་མེད་བདེ་མོ་དེ་ནང་དེ་གཙོ་བོ་དེ་ཡན་ལག་བདུན་པ་དང་རྗེས་སུ་འབྲེལ་བའི་སྒོ་ནས་ཨེ་ནི་ནུབ་བདེ་བ་ཅན་གྱི་ཞིང་གི་ཡོན་ཏན་གྱི་བཀོད་པ་དེ་གས་ཅིག་གསུངས་ནས་ཨེ་ནི་སངས་རྒྱས་དེའི་ཡོན་ཏན་དྲན་པ་ཞིང་གི་ཡོན་ཏན་དྲན་པ། དེ་འདྲའི་གཅིག་གི་ངང་ནས་ང་ཚོ་དངོས་གནས་གཅིག་ད་ཚ་འདུག་སོ་སོ་གསུངས་ནས་འདྲ་བདེ་མོ་གསུངས་པ་ཡིན་ནས་འདྲ་དེ་འདྲའི་གཅིག་ཉམས་ལེན་བྱེད་ཀྱི་ཡིན་ན་ད་གང་ལྟར་དོགས་དོགས་ཤེས་ཡིན་ན། ང་རང་ཚོ་ལ་ཕན་ཐོགས་ཡོད་རེད་མ་གཏོགས་གནོད་སྐྱོན་གལ་མེད་པ་ཞིག་རེད་དེ་ཡིན་དུས་ཙང་ནས་ད་མདོར་ན་ནི་ང་ཚོ་གཅིག་ནང་པ་སངས་རྒྱས་པའི་ཆོས་སུ་ནས་འདྲ་སངས་རྒྱས་ཀྱི་ཆོས་འདི། ཅིག། འཇིག་རྟེན་གྱི་ཁམས་འདི་ན་དར་ནི་དེ་ནི་སྔར་བྱོན་ཟིན་པའི། ཅིག། མཁས་ཤིང་གྲུབ་པའི་དབང་ཕྱུག་ཏིང་འཛིན་གྱི་སྐྱེས་བུ་མང་པོ་ཕེབས་ཚར་རེད། ད་ག་ནང་བཞིན་གྱི་དཔལ་ན་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ལ་དགྲ་བཅོམ་པའི་དགེ་འདུན་གྱི། ཅིག་བརྒྱ་ཕྲག་མང་པོ་དེ་འདྲའི་ད་བསམ་གྱིས་མི་ཁྱབ་པ་ཅིག་བགྲང་གིས་མི་ལང་བ་དེ་འདྲ་བྱུང་ཡོད་རེད། ད་ག་ནང་བཞིན་གྱི་ང་རང་ཚོ་བོད་ཁ་བ་གངས་ཅན་གྱི་ལྗོངས་ལ་ཤར་ཡིན་ནའི་དཔེར་ཆ་ཚུལ་ནས་བཤད་ན་ད་ང་རང་ཚོ་ཐམས་ཅད་ཀྱི་མཁྱེན་ལྡན་པ་འདྲ་བོ་རེད། གསེར་གཅིག་ལུས་གཅིག་ཉིད་ལ་སྲུང་བྱེད་རྡོ་རྗེ་འཆང་གི་གོམ་པ་མངོན་དུ་གྱུར་ན་ནི་རྗེ་བཙུན་མི་ལ་རས་པ་ལྟ་བུ་བྱུང་ཡོད་རེད་བ་དེ་འདྲ་ཡིན་དུས་ཉམས་ལེན་བྱས་ནི་ཅིག་བྱེད་ཀྱི་ཡིན་ན་ང་རང་ཚོ་སུ་ལ་ཡིན་ནའི་འབྲས་བུ་སྨིན་ཡག་ཡོད་པ་ཅིག་ཡིན་པ་དེ་གཏན་འཁེལ་བ་ཅིག་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་ད་དེའི་ཐོག་ནས་དེ་འདྲའི་དགོངས་པ་བཞེས་ནི་ང་རང་ཚོ་སོ་སོ་སུ་གང་ཐུབ་ཐུབ་ཅིག་བྱེད་ཀྱི་ཡིན་ན་རང་ལ་ཁེ་ཕན་ཡོད་རེད་མ་གཏོགས་གྱོན་གྱོན་ནས་རྩ་བ་ཉིད་ནས་ཡོད་མ་རེད་བསམ་གྱི་འདུག་དེ་ད་དེ་ཡོད་བ། གཙོ་བོ་ནི་ང་རང་ཚོ་གཅིག་འབད་བརྩོན་བྱས་མ་བྱས་ལ་རག་ལས་ཀྱི་མེ་ཏོག་སྲིན་པོ་འདུག། སྤྱོད་འཇུག་ནང་ལས་འདི་འདྲས་ཞིག་གསུངས་འདུག་བ་སྐྱེ་སར་ཤི་བ་ལས། སྦྲང་བུ་ཤ་སྦྲང་བུང་བ་དང་དེའི་རྒྱ་མཚུངས་པའི་སྟོབས་ཀྱིས་ནི། བྱང་ཆུབ་ཐོགས་པ་བླ་མེད་ཐོབ། བདག་དང་རིགས་ཀྱི་མིར་སྐྱེས་ནས་ཕན་དང་ནུས་པ་ངོ་ཤེས་ནས་བྱང་ཆུབ་སྤྱོད་པ་མ་བཏང་ན་བདག་གི་བྱང་ཆུབ་ཅིས་མི་ཐོབ་གསུངས་ཡོད་རེད། དེ་འདྲས་ཡིན་དུས་སྦྲང་བུ་དང་ཤ་སྦྲང་ལ་སོགས་པ་དེ་འདྲའི་འབུ་སྲིན་དེ་ཚོ་ཁོ་རང་ཚོས་ཅིག་འབད་བརྩོན་བྱེད་ཀྱི་ཡིན་ན་དེ་ཚོ་ལས་སངས་རྒྱས་ཀྱི་སྙིང་པོ་ཡོད་རེད་སངས་རྒྱས་ཀྱི་གོམ་པ་བསྒྲུབ་ཐུབ་ཀྱི་རེད། ཨ་ནི་ང་རང་ཚོ་མིའི་ལུས་རྟེན་ཅིག་ཐོབ་ཡོད་རེད། ཨ་ནི་བས་ཕན་པ་ག་རེ་ཡིན་གནོད་པ་ག་རེ་ཡིན་དེ་གའི་སྟེང་ང་ཚོ་ཧ་གོ་གི་ཡོད་རེད། དེ་ཡིན་དུས་ད་གཙོ་བོ་དེ་ང་ཚོ་བྱང་ཆུབ་ཀྱི་སྤྱོད་པ་མ་བཏང་ཟིན་དུས་ཙཱ་ནས་ཐོག་མར་བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ཡ་དེ་མ་བཏང་པ་བྱས་རེད་བ། དེའི་བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་དེ་དམ་འཛིན་བྱས་པའི་ཐོག་ནས་སྦྱོར་བ་བཅུ་པོ་ཕ་རོལ་ཏུ་ཕྱིན་པ་དྲུག་གི་ཉམས་ལེན་དང་ཟུང་འབྲེལ་བྱས་ནས་བྱེད་ཐུབ་པ་ཡིན་ན་ང་ཚོ་མི་ཡི་ལུས་རྟེན་བསྐྱེད་ནས་ད་སངས་རྒྱས་ཀྱི་དགོངས་པ་སྒྲུབ་མ་ཐུབ་པ་ག་བ་ཡོད་རེད་ཅེས་ནས་གསུང་གི་འདུག་བ། འོ་དེ་འདྲ་ཡིན་དུས་ང་རང་ཚོ་ལ་སོ་སོ་ལ་སྒྲུབ་ཡག་གི་ཆ་རྐྱེན་དེ་ག་ནི་ཏན་ཏན་ཡོད་བསྡད་པ་ཞིག་རེད། དེ་ཡིན་དུས་ད་དེ་འདྲའི་ཅིག་དགོངས་པ་བཞེས་ནས་འབད་བརྩོན་གནང་གི་ཡིན་ན་རྡོག་རྡོག་བཤད་པ་ཡིན་ན

ཡེ་ནས་ཆོས་ཀྱི་སྣང་བ་དེ་དམ་པའི་ཆོས་ཀྱི་སྣང་བ་སྐྱེ་བ་དེ་དཔེ་དཀོན་པོ་གཅིག་རེད་དེ་ཡིན་དུས་ཡེ་ནས་གཅིག། རྒྱལ་བཟང་ཆེན་པོ་ཞི་བ་ལས་ཀྱང་དེ་གསུངས་ཡོད་རེད་བ། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན་གློག་འགྱུ་སྐད་ཅིག་རབ་ན་སྟོང་པ་ལྟར་དེ་བཞིན་སངས་རྒྱས་མཐུ་ཡིས་བསྐྱངས་ལམ་ན་འཇིག་རྟེན་སོ་ནམ་བློ་གྲོས་ཐང་ག་འབྱུང་སྲིད་ད། ང་རང་ཚོ་དངོས་གནས་གཅིག། མཚན་མོ་མུན་ནག་གི་ནང་ལ་དེ་གློག་འཁྱུག་པའི་སྐབས་ཀྱི་དེའི་སྐར་ཆ་ཙམ་ཅིག་འཁྱུག་སོང་འཁྱུག་སོང་ཅིག་ལ་རྒན་བསམ་པར་ཅིག་ཅིག་རེད་མ་གཏོགས་དེ་མ་གཏོགས་ཁྱེད་ཨ་དེ་དཀོན་པོ་རེད་གསུངས་ཡོད་རེད་དེ་ཡིན་དུས་ང་རང་ཚོ་ལུས་རྟེན་དལ་འབྱོར་རྙེད་དཀའ་བ་ཅིག་མཁྱེན་པ་དང་ཨེ་ནི་ད་ག་ནས་གཞན་གྱི་སེམས་ཀྱི་རྒྱུད་ལ་ཡང་སེམས་ལྡན་ཅིག་སངས་རྒྱས་ཀྱི་བསྟན་པ་ལ་དད་པ་ཆོས་ལ་དད་པ་འདི་འདྲས་ཀྱི་ཅིག་རང་གི་ཆོས་ཉམས་ལེན་བྱེད་འདོད་ཀྱི་བློ་སྐྱེ་ཡ་དེ་ལས་སླ་པོ་ཅིག་ཁྱོན་ནས་ནི་ཡོད་མ་རེད་དེ་ཡིན་དུས་ད་དེ་འདྲའི་ཅིག་བྱུང་ང་དེ་ལ་ང་རང་ཚོ་ཆུད་ཟོས་མི་འགྲོ་ཅིག་དགོངས་པ་བཞེས་ཡ་དེ་གལ་ཆེན་པོ་མི་འགྲོ་བསམ་གྱི་འདུག་ཨ། ག་རེ་བྱེད། བཟོད་སེམས་ཀྱི་འདུག་ཨེ་ཨོ་ལེ། ད་འོ་ད་དེ་འདྲའི་ཅིག་ད་དེ་ག་ང་རེད་ད་དེ་རིང་གང་བསམ་གང་དྲན་འདྲ་བོ་ཞུས་པ་ཡིན་ད་ག་རེ་རེད་ཟེར་ན་གང་བསམ་གང་དྲན་བཤད་ཡ་དེ་བལྟས་ཟེར་གྱི་ཡག་པོ་འདུག་དེ་མ་གཏོགས་ཆ་འགྲིག་པོ་རེད་ཅིག་ང་རེད་བཤད་ཤེས་ཀྱི་མི་འདུག་ད་གང་བསམ་གང་དྲན་ཞུས་པ་ཡིན་ཞུས་པ་དེ་ག་རེ་རེད་ཟེར་ན་ངས་ཅིག་ཆོས་གྲོགས་རྣམ་པ་ཚོ་ལ་ཡང་རང་གི་སེམས་པ་དེ་ནི་ཅིག་ལྷད་མེད་པར་རོ་ཅེས་ཅིག་སྐད་ཆ་ཚིག་གཅིག་ལས་མི་ལས་མི་ལ་ཕན་ཐོགས་རོགས་བྱས་ན་བསམ་པའི་སྐད་ཆ་ཅིག་བསམ་བློ་ཅིག་འཁོར་གྱི་ཡོད་དེ་ཡིན་དུས་དེ་འདྲས་ཅིག་གི་ཐོག་ནས་ཞུས་པ་རེད་དེ་ཞུས་པ་དེ་ལ་ཅིག་ནོར་བ་དང་འཁྲུལ་བ་ནི་ད་བརྒྱ་ཆ་བརྒྱ་ཐམ་པའི་ཡུན་གྱི་རེད་ག་རེད་ཟེར་ན་ང་སོ་སོ་སྐྱིད་པོ་རྨོངས་པ་ཅིག་རེད་དེ་ཡིན་དུས་ད་ནོར་འཁྲུལ་ཟེར་ངེས་དེ་ནི། མེད་པ་དཔེ་མི་སྲིད་པ་རེ་ཡོང་གི་རེད། དེ་ཡོང་པ་ཡིན་དུས་ད་ཅིག་སངས་རྒྱས་ཀྱི་བཀའ་ལ་སོགས་པ་འདི་འདྲས་ཅིག་མ་ཀློག་དེ་འདྲས་བྱས་པ་དེས་ཨ་ནི་དེ་ན་ལ་ནོར་འཁྲུལ་ག་རེ་བྱུང་ཡོད་ནས་ཨ་ནི་དཀོན་མཆོག་རྩ་བ་གསུམ་རེ་བ་ད་ངུ་ནས་དེ་སྐད་ཀྱི་མདུན་ལ་ཡང་མཐོལ་ལོ་བཤགས་བཅོས་ཡ་གཅིག་དང་ཨ་ནི་ཅིག་ཆོས་གྲོགས་ཐམས་ཅད་ལ་ཡང་མཐོལ་བཤགས་འབུལ་ཡ་རེད་བཤགས་པ་བྱེད་ཡ་རེད། ད་ཅིག་དེ་རིང་ང་རང་ཚོ་བསམ་པ་ཀུན་སློང་ཡག་པོ་ཅིག་གྱེས་བསྡད་ཡོད་རེད། དེ་འདྲའི་ལ་བརྟེན་ནས་ང་རང་ཚོ་ཐམས་ཅད་ཆར་ཟོས་འདིའི་ནང་ནས་དགེ་བའི་རྩ་བ་ཅིག་གྲུབ་པ་རེད། ད་དེ་འདྲའི་གི་དགེ་བའི་རྩ་བ་གྲུབ་པ་དེ་ལ་བརྟེན་ནས་དེ་ནི་ང་རང་ཚོ་ཐམས་ཅད་ད་ཅིག་གར་སོང་བ་རེད། མཐར་ཐུག་སངས་རྒྱས་ཀྱི་དགོངས་པ་ཐོབ་པ་དང་གནས་སྐབས་ཨེ་ནི་ཚེ་འདིའི་འགལ་རྐྱེན་བར་ཆད་ཐམས་ཅད་ཞི་ནས། བསམ་དོན་ཐམས་ཅད་ཆོས་བཞིན་དུ་འགྲུབ་པ་ད་དེ་འདྲའི་གཅིག་ཡོད་ཡག་གི་ཆེད་དུ་ད་ང་ཚོ་གཤམ་ལ་ཡག་བསྔོ་བ་སྨོན་ལམ་དུས་དེའི་རིན་པོ་ཆེའི་སྣང་ཞག་ན་རེ་བ། འགའ་རེ་ར་བའི་བསྐོར་བའི་ཞིང་ཁམས་སུ་དཔལ་དང་བདེ་བ་མ་ལུས་འབྱོན་པས་ནི་སྤྱན་རས་གསང་བ་ཏིང་འཛིན་རྒྱ་མཚོ་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག་དཀོན་མཆོག་རིན་ཆེན་གསུམ་གྱི་ངོ་བོ་ཉིད་སྐལ་ལྡན་འཛིན་པ་སྤྲུལ་པའི་དཔལ་སྔར་བྱོན་དོན་ཀུན་བཟང་པོ་སྤྱན་གྱིས་གསུངས། ཕྲིན་ལས་ལྷུན་གྲུབ་རྒྱལ་གྱུར་ཞབས་བརྟན་ཆོས་དཀོན་མཆོག་གསུམ་གྱི་བསྟན་པ་འཛིན་པ་ལ་ངག་གི་དབང་ཕྱུག་རྗེ་བཙུན་འཇམ་པའི་ཐུགས་གཏེར་རིན་ཆེན་སྤྲོ་མེད་འདི་སྩོལ་བ་ཆོས་ཀྱི་སྣང་བ་སྐལ་གྱུར་ཞབས་བརྟན་མཆོག་བླ་མ་ཀུན་སྒོམ་གསང་བར་གསོལ་བ་འདི་མཆོག་ཏུ་སྐུ་ཚེ་རིང་བོར་གསོལ་བ་ཕྲིན་ལས་མཐར་ཕྱིན་རྒྱས་ལ་གསོལ་བ་འདི་བླ་མ་དང་འབྲལ་བ་མེད་པར་བྱིན་གྱིས་རློབས། འཇམ་དཔལ་དཔའ་བོ་ཇི་ལྟར་སྐྱེ་འཕགས་དང་སྐུ་མདོག་བཟང་པོ་དེ་ཡང་དེ་བཞིན་ཏེ་དེ་དག་ཀུན་གྱི་རྗེས་སུ་བདག་སློབ་ཅིང་སྐལ་བ་འདི་དག་ཐམས་ཅད་རབ་ཏུ་བསྔོ། སངས་རྒྱས་སྐུ་གསུམ་བརྙེས་པའི་བྱིན་རླབས་དང་ཆོས་ཉིད་མི་འགྱུར་སྟོན་པའི་བྱིན་རླབས་དང་དགེ་འདུན་མི་ཕྱེད་འདུས་པའི་བྱིན་རླབས་ཀྱིས་ཇི་ལྟར་བསྔོས་བྱས་སྨོན་ལམ་འགྲུབ་པར་ཤོག། བདག་དང་འཁོར་འདས་ཐམས་ཅད་ཀྱི་དུས་གསུམ་དུ་བསགས་པ་དང་ཡོད་པའི་དགེ་བའི་རྩ་བ་འདིས། བདག་དང་སེམས་ཅན་ཐམས་ཅད་མྱུར་དུ་བླ་ན་མེད་པར་ཡང་དག་པར་རྫོགས་པའི་བྱང་ཆུབ་རིན་པོ་ཆེ་ཐོབ་པར་གྱུར་ཅིག། བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེས་གྱུར་ཅིག། སྐྱེ་བ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག། ཤེས་བྱ་ཀུན་གཟིགས་ཀུན་མཁྱེན་ཆོས་ཀྱི་རྗེ། རྟེན་འབྲེལ་གནས་ལ་དབང་དུ་འདུས་དགོངས་པ། རིན་ཆེན་དཔལ་གྱི་བསྟན་པ་སྲིད་ལྡན་པར། བཤད་སྒྲུབ་ཐུགས་གསུམ་བསྒོམ་པས་འཛིན་གྱུར་ཅིག།